ད་སྤྱི་སྟངས་ད་རིང་ཟླ་བ་དང་པོའི་ཚེས་པ་གཅིག་སོང་ཙང་ལོ་སར་གི་སྟོན་མོ་དང་ལོ་སར་དགའ་སྟོན། སྤྱི་སྟངས་ཀྱི་ད་ལོ་སར་ཚང་མའི་ནང་གི་གལ་ཆེ་ཤོས་འགྲོ་དེ་ཆགས་ཀྱི་ཡོད་རེད་བ། ཚེས་པ་གཅིག་ཟེར་དུས་ད་དེ་དངོས་གནས་དྲང་གནས་ཀྱི་ད་ཟླ་བ་དང་ཉི་མ་དང་དེ་ཚོའི་གི་ལོ་སར་འགྲོ་བ་དང་ཕྱི་རྒྱལ་གྱི་ལོ་སར་དུ་ཚོད་འགྲོ་བ་མ་རེད་འདི། པའི་ལུག་ནག་ལུག་ནག་གི་དེ་ཉི་མ་དང་ཟླ་བའི་འགྲོས་ཀྱི་ཨ་ནི་ལོ་སར་དེ་དཔེ་མི་སྲིད་ཀྱི་གལ་ཆེན་པོ། ཨ་ནི་དེ་ལ་ཡ་གཅིག་གི་ང་རང་ཚོ་དཔེ་ཡག་པོ་ཅིག་འབྲི་དགོས་ཡ་དེ་གལ་ཆེན་པོ་རེད། དེ་འདྲས་ཡིན་ཙང་ད་འདི་ལ། ཅིག་དགའ་སྟོན་འདྲ་པོ་བདུད་བདུད་ཅིག། དེ་ནས་བྱས་ན་ཡག་པོ་ཡོད་རེད་བསམ་པ་ངས་མ་གཞི་ནམ་རྒྱུན་བསམ་གྱི་ཡོད་དུས་རྒྱུན་དུ་དེ་འདྲས་བསམ་གྱི་ཡོད། དེ་ནས་ལྷག་པར་དུ་ད་ལོ་འདི་ལ་ད་ང་རང་ཚོ་ཆོས་གྲོགས་ཚང་མ་ད་གར་ཤག་གི་ཆོས་གྲོགས་ཚང་མ་ཡོད་རེད། ལ་དྭགས་ཀྱི་ཆོས་གྲོགས་ཚང་མ་ཡོད་རེད་ད་དེ་ག་ན་ཞིང་གི་ད་ཕྱོགས་ད་ཚང་མ་ནས་ཕེབས་པའི་ཆོས་གྲོགས་ཚང་མ་ཧ་ལམ་འདི་ན་མ་འདུས་པ་མེད་པ་འདུག་མི་བཞི་བརྒྱ་ལྷག་ཚེ་དེ་འདྲས་ད་འདུས་བསྡད་ཡོད་པ་ཡིན་དུས་ཙམ་པ་ད་ང་རང་ཚོ་ཚང་མ་ཐུགས་མཐུན་ཁྲིམས་གཙང་སྐྱིད་པོ་ཞི་བོ་ཅི་རེད་དམ་ཚིག་གཙང་མ་ཟེར་མཁན་དེ་རེད་བ། ད་བླ་མའི་མ་སློབ་མ་ལ་ཡང་ཐུགས་བརྩེ་བརྩེ་བ་དགའ་བོ། ད་ག་ན་ཤིང་གི་དེ་ནི་སློབ་མའི་ཡིན་ན་ཡང་བླ་མ་ལ་ད་ག་བོ། ད་ག་ན་ཤིང་གི་སློབ་མ་བ་ར་ལ་ཡིན་ནས་ཨ་ནི་ཅིག་ཅིག་ཟེར་སློབ་དང་དེ་འདྲ་ཅིག་སེང་གེ་སེང་གེ་དེ་འདྲ་མེད་པ། དམ་ཚིག་གཙང་མ་སེམས་པ་དགའ་བོ། སྐྱིད་པོ་ཞེ་དྲག་ཅིག་ཡོད་རེད་དེའི་ཐོག་ལ་ད་རིང་གང་ཟག་ང་ཚོས་བླ་མ་ལྔ་བཅུ་པ་ཁྲིད་པའི་སྐབས་རེད། དེ་ག་ན་བཞིན་གྱི་སྔོན་འགྲོ་ཁྲིད་པའི་སྐབས་རེད། ད་ག་ན་བཞིན་གྱི་དེ་ནི་གཅིག་སྨྱུང་གནས་བསྡད་ཡག་གི། ཨ་ནི་སྨྱུང་གནས་བསྡད་པའི་ད་སྨྱུང་གནས་བསྡད་ཡག་སང་ཉིན་ནས་སྨྱུང་གནས་བསྡད་ཡག་གི། དེ་ནི་དེ་འདྲས་གི་ད་བྱ་བ་བཟང་པོ་བྱས་ཡག་གི། ད་མགོ་བཙུགས་ཡག་དེ་འདྲས་རེད། དེ་འདྲས་ཡིན་དུས་ད་ང་རང་ཚོས་གཅིག་དགའ་དགའ་སྤྲོ་སྤྲོ་བྱས་ཡག་དེ་གལ་ཆེན་པོ་ཞེ་དྲགས་རེད་འདུག་བསམ་པས་ང་རང་གི་དེ་ལ་ཡིད་ཆེས་ཡོད། དེ་འདི་ལ་ཡ་གཅིག་ཚང་མས་མཐུན་འགྱུར་འགྲུབ་པ་བྱས་ནས་ང་རང་ཚོས་ངས་སྔ་མ་ནས་ཨ་ནི་གཅིག་ད་འཁྲབ་སྟོན་ཟེར་ད་ཟློས་གར་ཟེར་ཡ་དེ་སྤྱི་བཏང་གི་རིག་པའི་གནས་ཆུང་གཅིག་གི་ནང་གི་གཅིག་རེད་རིག་པའི་གནས་ལྔ་ཡི་ནང་གི་ད་གནས་ཆུང་ལྔ་གནས་ཆེན་ལྔ་ཟེར་ནས་གནས་བཅུ་འདུག་ཨ་རིག་པའི་གནས་གཅིག་རེད་དེ་ཡོད་རེད་དེ་འདྲས་བྱེད་དུས་བརྩམས་པ་ད་ངས་འདི་ལ་ཡ་ད་ཁྱེད་རང་ཚོ་ཚང་མ་ལོ་ཆུང་ཆུང་རེད་དེ་ནི་གཅིག་གི་གར་སོ་བོ་རེད་རིག་པ་ཡག་པོ་ཨ་འདི་འདྲ་ཡིན་དུས་སྟོན་པ་དང་ཅིག་ཟློས་གར་དེ་ག་ན་ཞིང་གི་འཁྲབ་སྟོན་འདྲ་དང་མི་འདྲ་ག་རེ་ཡིན་པ་དེ་ཚོ་བྱས་ན་ཡག་པོ་ཡོད་རེད། དེ་རྗེས་ད་ངས་དེ་ལ་ཡང་མཐུན་འགྱུར་བྱས། ཨ་ནི་ཅིག་ཅིག་ཅིག་ལ་ད་གར་སོ་དེ་ལ་ཡང་ལེགས་སོ་བྱས་མཐུན་འགྱུར་བྱས། བྱས་ནས་ཅིག་ད་གླུ་དང་དེ་ཚོ་ཚང་མ་ངས་བརྩམས། ཨ་ནི་བྱས་ཡང་ཚོགས་ཀྱི་དེ་ལ་ཡང་ད་ཅིག།

དེ་ག་ན་བཞིན་གྱི་དེ་རྒྱལ་བ་ལོ་རས་པས་གསུང་ཡང་མགོན་པས་གསུང། དེ་ག་ན་བཞིན་གྱི་རྗེ་བཙུན་མི་ལས་གསུང། དེ་ག་ན་བཞིན་གྱི་དེ་ནི་གཅིག་གིས་ད་ང་རང་ཚོས་ད་བླ་མ་གོང་མ། རིས་སུ་མ་ཆད་པའི་བླ་མ་གོང་མ་རྣམས་པའི་གསུང་མགུར་ཡོད་རེད་དེ་ཚོའི་གྲས་ནང་ནས་ཚུར་གཏུབ་ནས། ཨ་ནི་གཅིག་གིས་དེ་འདྲའི་གླུ་འདྲ་པོ་དེ་འདྲའི་བསྒྲིགས་ནས་ང་ཚོས་བཏང་རྒྱུ་བྱས་ན་ཡག་པོ་ཞེ་དྲག་ཡོང་ས་རེད། དེ་དང་པོ་ངའི་བསམ་བློ་ལ་ཡོད་རེད་ད་དེ་ག་ལས་ག་ལས་ག་ལས་ང་ཚོས development བྱས་རེད། དེ་འདྲ་ཡིན་དུས་དེ་ནི་གཅིག་ད། ད། ཕྱོགས་ནས་ཁྱོ་གཞན་དག་གི་བསམ་བློ་བཏང་ན་ཁ་ཤས་ཀྱིས་ཨོ། འདྲེ་དཔེ་དེ་དཔེ་མི་སྲིད་པ། དགེ་ཚུལ་གྱིས་གླུ་བཏང་གི་འདུག་བ། དགེ་ཚུལ་གྱིས་ཞབས་བྲོ་འཁྲབ་གི་འདུག་བ། འགྲིག་གི་མ་རེད་ཟེར་ཡ་དེ་འདྲས་ཟིན་ཏོ། ཟེར་གྱི་ཡོད་ཀྱི་རེད། ཡིན་ནས། དེ་ག་ཚིག་གི་བླང་དོར་དེ་མི་ཤེས་ངེས་མི་ངེས་ང་ང་དེ་འདྲའི་ལྐུགས་པ་ཞིག་ད་དེ་འདྲས་མ་རེད་བ། གཅིག། ག་རེ་ཡིན་ནའི་ང། དཔེ་ཆ་ལྟ་ཉུང་ངན་གྱི་རེད། དེ་ག་ནང་བཞིན་གྱི་ཐོས་རྒྱ་ཡོད་ངན་གྱི་རེད། མཐོང་རྒྱ་ཡོད་ངན་གྱི་རེད། ལྷག་པར་དུ་ཅིག་ཆོས་ཕྱོགས་ནས་བསམ་བློ་བཏང་དུས་བཙན་པ་ང་རང་ལ་ཡང། བསམ་བློ་རིང་ཐུང་ཞེ་དྲག་བཏང་རྒྱུ་ཡོད་ངན་གྱི་ཡིན་མ་གཞན། ཨ་ནི་ཞིག་སྨྱོན་པའི་སོ་ར་པོ་དེ་འདྲ་གང་བྱུང་མ་བྱུང། ཁྱོད་ནི་དེ་འདྲའི་ང། རེད་ཡོད་མ་རེད། དེ་འདྲ་ཡིན་དུས་བཙན་པ་ཅིག་མི་ཡིས་ཅིག་ཁ་བཏང་ངན་དེ་འདྲའི་ཡོད་མདོག་ཁོ་པ་རེད། ཁ་བཏང་ན་བཏང། ཁ་ཡོད་ཙང་བཏང་གོ་རེད་བ། ཁོ་ཚོ་ལ་ཁ་ཡོད་པའི་དོན་གོ་རེད། དེ་ཤེས་གོ་རེད་རེད་བ། ང་ཚོ་ལ་ཨམ་ཆོག་ཡོད་པའི་དོན་གོ་རེད་ཉན་གོ་རེད་རེད་བ། དེ་དེ་དེང་སང་ལྷག་པར་དུ་ད། དེ་ཡོད་རེད་བ། གར་ས། དྲ་ལམ་ཡོད་བ་རེད། ད་ག་ནང་བཞིན་གྱི་ད་དེ་བ་ག་རེ་ད་དེ Mobile ནང་ལ་ག་རེ་འཛུགས་དགོས་ག་རེ་འཛུགས་འཛུགས་རེད། དེ་འདྲས་ཡིན་དུས། བསམ་བློའི་ནང་ལ་ག་རེ་བསམ་བསམ་དེ་དེ་ནི་ད་རིང་ཁ་ས་བསམ་བརྗོད་རང་དབང་རེད་བ། ད་རིང་ཁ་སང་དུས་ཚོད་ལ་ད་འཛམ་བུ་གླིང་མང་ཆེ་བ་ལ་བསམ་བརྗོད་རང་དབང་རེད། ཁ་ཤས་ཀྱི་བསམ་བརྗོད་རང་དབང་སྤྲད་ཀྱི་ཡོད་མ་རེད་མི་གཞན་གཞན་བསམ་བརྗོད་རང་དབང་རེད། བསམ་པའི་རང་དབང་རེད་ཡོད་འདི་ཡིན་དེ་བརྗོད་པ་རང་དབང་རེད་མ་བརྗོད་རང་དབང་རེད་རེད་པ། དེ་འདྲས་ཡིན་དུས་ག་རེ་བཤད་བཤད་རེད་རེད་པ། དེ་འདྲས་ཡིན་དུས་རྩམ་པ་དེ་འདྲས་བཤད་མཁན་ཡོད་རེད་ཡིན་ནས་ང་རང་ཚོས་དེ་ལ་ཡ་ཞེད་སྣང་བྱེད་དགོས་ཡ་འཇིགས་སྣང་བྱེད་དགོས་ཡ་ཁྱོ་ནི་ཡོད་མ་རེད། ད་ང་རང་ཚོས་ཞེད་སྣང་དང་འཇིགས་སྣང་དེ་དངོས་གནས་དྲང་གནས་ཀྱི་གར་ཟེར་བར་ད་བྱེད་དགོ་ས་དེ་ག་རེད་ཟེར་ན་བླ་མའི་བཀའ་དང་འགལ། ཨ་ནི་ཅིག་ཆོས་གྲོགས་ཀྱི་ཨ་ནི་ཅིག་ད་གར་ཟེར་གོ་རེད། བློ་དང་མ་འཚམས་པ། ཨ་ནི་ཅིག་ཁ་མ་འཆམས་པ་དང། ཨ་ནི་ཅིག་རྒྱག་རེས་ཞོ་ཡ་འགྲོ་བོ་འཁྲུག་པ་ཞོ་ཡ་འགྲོ་བོ་འོ་དེ་འདྲས་ཀྱི་རིགས་འགྲོ་བོ་དེ་འདྲས་ཁྱོད་ནི་ངའི་ད་ད་ག་ས་ག་ཉིན་ནས་སྐད་ཆ་བྱུང་པ་ནང་བཞིན་རེད། དེ་འདྲ་བྱེད་རྒྱུ་ཡོག་མ་རེད་བྱེད་དུས་ད་ལོ་ད་ལོ་གསར་བ་ཡིན་ཙང་མ་གཞི་སྤྱི་དང་དབྱིན་ཇི་གི་ལོ་ད་ད་གསར་ནའི་ལོ་ད་ཟླ་བ་གཅིག་གཉིས་ཀྱི་ཕྱིན་ཚར་རེད་ཡོད་ནའི་དབྱིན་ཇི་ལོ་ལ་ཞེ་དྲག་ར་ལྟ་ཡ་མེད་པ་རེད་ད་སྐྱིད་པོ་བྱེད་ཡ་ད་ཅིག་ཐུགས་སྤྲོ་བཏང་ཡ་ད་དེ་འདྲའི་གི་ད་ཅིག་དབྱིན་ཇི་ལོ་གསར་ལ་བསྟུན་ནས་བྱས་པ་ཡིན་ན་ཡག་པོ་འདུག་ཨ་དེ་ཡག་པོ་རེད། བོད་པའི་ལོ་སར་ཟེར་ནས་མི་འདུག་བོད་པའི་ལོ་སར་ཟེར་ག་ཡི་མ་རེད་འདི་ལུ་ནག་གི་ལོ་སར་རེད་བ། ལུ་ནག་ལོ་སར་ཟེར་དུས་ཙམ་པ་ད་ཉི་ཟླའི་འགྲོས་ཀྱི་ཉི་མ་དང་སྐར་མའི་འགྲོས་ཀྱི་ཨ་ནི་ལོ་སར་དེ་ཧ་ཅང་གི་ལོ་སར་གལ་ཆེན་པོ་རེད། དེའི་ལོ་སར་དེ་གི་དངོས་གནས་དྲང་གནས་ཀྱི་ང་རང་ཚོའི་སེམས་ལ་ཁྱད་པར་ཡོང་ཡ་གཅིག་དང། ལུས་ལ་ཁྱད་པར་ཡོང་ཡ་གཅིག་དང་སྤྱི་བཏང་ང་རང་ཚོའི་མི་ཚེའི་འགྲོ་སྟངས་ནང་ལ་ཁྱད་པར་ཆེན་པོ་ཞིག་འགྲོ་གི་ཡོད་རེད། རེ་བ། ཅིག། སྒོམ་ཉམས་ལེན་ཅིག་བྱེད་ཀྱི་ཡིན། བདེ་བ། གསལ་བ། མི་རྟོག་པ། ཟེར་ཡག་འགྲོ་བ་ཉམས་དེ་འདྲས་ཀྱི་ཐོག་ནས་ཁྱད་པར་ཆེན་པོ་ཞིག་འགྲོ་དགོས་ཡག་རེད་ཉི་མ་ཟླ་བའི་འགྲོས་ཀྱི་ཐོག་ནས་འགྲོ་དགོས་ཡག་རེད་པ། བྱེད་དུས་འདིའི་ལོ་སར་དེ་ཧ་ཅང་གི་གལ་ཆེན་པོ་རེད། རེ་བ། ད་མ་གཞི་འདིས་ཀྱང་ཅིག། ཅིག་དུས་འཁོར་གྱི་ལུགས་དང་ཅིག་གཞི་གཅིག་གི་ལུགས་གཉིས་གཉིས་གཉིས་ཀྱི་ལུགས་སུ་རྟོགས་སུ་རྟོགས་སུ་མ་འདྲ་རེ་ཅིག་ཡོད་རེད་དེ། ཡེ་ནས་སྤྱི་བཏང་ཡོངས་ཁྱབ་ལ་ད་ད་ལྟ་ང་རང་ཚོས་ད་གྲུབ་ལུགས་དེ་ག་རང་བྱེད་ཀྱི་ཡོད་མ་རེད་བས་ད་གང་ད། ད་བྱེད་ལུགས་ཡིན་ན་གྲུབ་ལུགས་ཡིན་ན་ད་གང་ད་ང་རང་ཚོའི་སྤྱི་བཏང་གི་ད་ལུགས་ནང་གི་ལོ་སར་དེ་གལ་ཆེན་པོ་ཞིག་ད་རེད། དེ་ང་རང་ཚོས་བརྩི་གི་ཡོད་རེད་དེ་བརྩི་དགོས་ཡ་ཞིག་ཆགས་ཀྱི་ཡོད་རེད་ད། གཅིག་གིས་ང་རང་ཚོ་དང་པོ་ད་རིང་ཚེས་པ་གཅིག་གིས་སོང་ཙང་ཞོགས་པ་སྔ་མོ་ནས་དེ་ང་ཚོས་བསང་བྱས་མགོ་རུ་ཡེ་ཤེས་ནོར་བུའི་གསུང། ཨ་ནེ་གཅིག་གིས་ནོར་བསང། ལག་འཇམ་སྔོན་མོ། ད་ག་ན་གཤེན་གྱིས་དེ་ལ་ཡང་ཅིག་བདག་བསྐྱེད་དང་དེ་ཚེ་དེ་ཀུན་མཁྱེན་ཆེན་པོ་མ་དཔལ་འབྲི་ཏ་ཆེན་པོ་པདྨ་དཀར་པོའི་གསུང་རྩོམ་གྱིས་གུ་རུ་ཡིད་བཞིན་ནོར་བུའི་བདག་བསྐྱེད་དེ་སྟོན་པ་རེད་དེ་དེ་ནས་མ་བྱས་ནས་ཅིག་བསང་དེ་ནས་ད་ག་ན་གཤེན་གྱིས་དེ་ནས་དེ་ལ་མགོན་ཚོགས་ང་རང་ཚོའི་བདེ་མཆོག་གི་ཚོགས་དེ་འདྲས་སྦྱར་ནས་ད་བསང་ལ་ཚོགས་དེ་ད་སྦྱར་བྱ་རེད་བྱས་ཙང་དེ་ཚོགས་མཆོད་བསྐྱེད་པ་བྱས་རེད་བ། ང་ནི་ད་ག་ནང་བཞིན་གྱི་དེ་ནི་དེ་ཅིག་ང་རང་ཚོའི་དེ་ལ་ད་ཅིག་གི་རི་བོ་བཟང་སྤྱོད་སྦྱར། ད་ག་ནང་བཞིན་གྱི་ད་ཅིག་གི་རླུང་རྟ་ཡར་སྐྱེད་དེ་ཚོ་ཚང་མ་ང་རང་ཚོའི་ད་ཆོས་གྲོགས། ང་རང་ཚོའི་ད་བླ་མ་དང་སློབ་མ་ཚང་མ་ད་ཆོས་གྲོགས་རེད་ང་རང་ཚོ་ཚང་མ་གྲོགས་པོ་རེད་ང་རང་ཚོ་ཚང་མ་གྲོགས་མོ་རེད་ང་རང་ཚོ་ཚང་མ་ཆོས་ཀྱི་གྲོགས་པོ་དང་གྲོགས་མོ་ཤ་སྟག་ཡིན་ད་ཆོས་གྲོགས་དེ་ཆོས་གྲོགས་ཚང་མ་ཚེ་རིང་ནད་མེད་ཨ་ནི་ཅིག་གི་ཐུགས་མཐུན་ཁྲིམས་གཙང་དངོས་གནས་དྲང་གནས་ཀྱི་སྐྱེས་བུ་ད་ལྟ་ངས་འདི་ལ། ཨོ། འདི་ནང་འདི་ལ་ངས་བྲིས་འདུག་བ་དེ་ག་ནང་བཞིན་རེད་ད་ལྟ་ང་རང་ཚོའི་མཛེས་སོ་མཛེས་སོ་ལྷ་ཡི་མེ་ཏོག་ཟིན་དེའི་ནང་འདི་ལ་གསལ་པོ་ཞིག་བྲིས་ཡོད་རེད་ད་ང་རང་ཚོའི་སྐྱབས་ཆེན་པོའི་རིན་པོ་ཆེ་ཨ་ནི་ད་ག་ནང་བཞིན་གྱི་ཨ་ནི་ང་ར་རེད་ཨ་མ་རེད་ད་ང་རང་ཚོ་གསུམ་གྱི་གཙོ་བོ་བྱས་ཨ་ནི་དེའི་ད་ཡ་ཡི་སླད་ནས་ཨ་ནི་བླ་མ་རིན་པོ་ཆེ་རྣམ་པ་ཚོ་གི་ཐུགས་རྗེ་བྱིན་རླབས་ད་ག་ནང་བཞིན་གྱི་ཨ་ནི་ཅིག་ལུང་བསྟན་དེ་འདྲའི་མང་པོ་ཡོད་རེད་ལྷག་པར་དུ་སྐྱབས་ཆེན་ཐུགས་སྲས་རིན་པོ་ཆེ་ངའི་རིགས་ཀྱི་བདག་པོ་རྡོ་རྗེ་འཆང། སྐུ་དངོས་རེད། རྒྱལ་དུས་སྐྱབས་རྗེ་ཐུགས་སྲས་རིན་པོ་ཆེ་ཀའི་བ་སྟེ་འཕགས་པ་ཞིང་ཀུན་གྱི་ཟུར་དེ་ལ། རིགས་གཅིག་གི་ཐོག་ལ་དགོངས་པ། ད་ཆུ་འཇུས་ཅིག་ག་ཚད་འདུག་ནས་ཁྱེད་རང་གིས་བཏབ་སྐོར་བཏབ་ཀྱི་རེད། དེ་ཡིན་གཅིག་མིན་གཅིག་འཐད་པ་བྱས་ཤིས་བྱས་ནས་ལུང་བསྟན་གནང་རེད། རིན་པོ་ཆེ་སྐྱབས་རྗེ་རིན་པོ་ཆེ་ཁོ་རང་ཕེབས་མྱོང་ཡོད་མ་རེད་ནེ་པ་ལི་ལ་ཁྱོན་ནས་ཕེབས་མྱོང་ཡོད་མ་རེད་ཡིན་ནས་ཐུགས་ཀྱི་གར་སོ་བར་ད་ལུང་བསྟན།

ཞེ་པོ་ཅིག་ཡོང་གི་རེད་བསམ་པ་ག་ཡི་རེ་བ་མེད་ཡིན་ན་ཡང་ད་ལྟའི་ལུང་བསྟན་འདི་གར་སོ་བཞི་ལ་བྱས་ནས་ངས་ཞེ་དྲག་ཞེ་དྲག་རྩོད་སྒྲུབ་བྱས་བྱ་བ་ག་ཡི་མེད་དེ་ཡེ་ནས་ད་ཁོ་རང་དངོས་གནས་དྲང་གནས་ཀྱི་དགོངས་པ་ཁོ་རང་ད་བླ་མ་སངས་རྒྱས་རྡོ་རྗེ་འཆང་གི་ད་ཐུགས་ཀྱི་དགོངས་པ་ཟེར་ནས་མི་འདུག་བཞེད་པ་ཟེར་ནས་མི་འདུག་ལུང་བསྟན་འདི་ད་ཐོག་ལ་ག་ལེ་ག་ལེ་བབས་ཡོང་གི་ཡོད་རེད་བ། དེ་གཅིག་ད་འདི་འདི་ཐོག་དེ་ལ་ས་ཆ་དེ་ཁོ་གར་མ་འབད་ལྷུན་གྲུབ་ཀྱིས་འདི་ས་ཆ་ཐོབ་པ་རེད། ན་ས་ཆ་དེ་གཅིག་བཙལ་ནས་ཐོབ་པ་རེད་མ་གཏོགས་ཡང་མ་བཙལ་བ་ལ་ཐོབ་རྒྱོ་ད་མ་རེད་བ། དེ་བཙལ་དུས་བཙན་པ་སུས་ཡོད་དེ་ནི་སྡུག་ག་ལས་སུས་སྐྱོན་པ་རེད་འོ་བརྒྱད་སུས་སྐྱོན་པར་ཟེར་ན་ང་ཚོ་ཚང་མའི་སྐྱོན་ཡོད་རེད་མཁན་རིན་པོ་ཆེ་ད་ལྟ་བཤད་སྒྲུབ་དེ་ནས་མཁན་རིན་པོ་ཆེ་བཤད་སྒྲུབ་ཀྱི་ས་ཆ་བཙལ་ཞེ་པོ་ག་ལས་གནང་བ་རེད་ད་ང་རང་ཚོས་བལྟས་རྗེས་ད་གཙོ་བོ་དེ་དེ་ནི་ད་ད་འབེ་རིན་པོ་ཆེ་ཐུགས་ག་ལས་ཞེ་པོ་ཅིག་སྐྱོན་ནི་ད་ལོ་མང་པོ་ཅིག་ལ་ས་ཆ་བག་བག་བཙལ་ཚུགས་ཚུགས་བཙལ་ནས་དེ་མཐའ་མ་འགྲོ་བ་འདི་ལ་བབས་ནས

དེ་སྐད་བཏགས། ཨ་མ་མོ་རང་མ་གྲོངས་བའི་སྔོན་ནས་རང་སྐད་བཏགས་དེ་བཞག་འགོ་ཡོད། ཁྱེད་རང་གིས་ཡིན་གཅིག་མིན་གཅིག་ཤོང་ཨ་ཟེར་ཏེ་དེ་དུས་ངས་ཐང་ག་འདྲ་ཅིག་ཅིག། ག་རོག་ཅིག་བཞག་བཞག་ན་དེ་འགྲིག་གི་མེད་འགྲོ་ག་འདྲ་ཡིན་ན་བསམ་པ་འདྲ་ཅིག་བཞག་མ་རང་ང་རང་དེ་འདྲའི་ལྐུགས་པ་ར་བ་དེ་འདྲའི་ཞིག་མ་ཞིག་ག་ཡིན་བསམ་མ་མྱོང་སྟེ། ཡང་ཐང་ག་འགྲིག་གི་མ་རེད་སྐུ་དངོས་ནས་དྲངས་ནས་ཐོག་རྩ། དེ་ནི་པའི། བྱུང་ན་ནི་པའི་ཐོག་རྩ་བརྒྱ་རྩི་ཡོད་ངེས་ཅིག་མ་བྱུང་ན་ཐོག་རྩ་ལྔ་བཅུ་རྩི་གཅིག་མེད་པའི་ཐབས་ཡོད་མ་རེད་དེ་འདྲས་བཞག་འགོ་རེད།

ད་ལྔ་བཅུ་དྲུག་ཅུ་གཅིག་ད་ཡོད་པ་ཅིག་བྱས་ནས་བཞེངས་དགོས་ཀྱི་འདུག་ཟེར་ནས་དེ་འདིར་ས་ཆ་འདིའི་ཐོག་ལ་བཞེངས་རྒྱུ་བཅས་དམངས་འདི་ལ་བཏིང་ནས་ཞི་བ་ཅིག་བཏིང། དམངས་དཔེ་ཡག་པོ་ཞི་བ་ཅིག་བཏིང་ཡོད་རེད་ད། བས་ཁོ་རང་ཐོག་རྩག་མང་པོ་རྒྱག་ཡག་གི་དམངས་འདི་འདི་ལ་བཏིང་བྱས་ནས་ཨ་མའི་བཀའ་དེ་སྒྲུབ་དགོས་རེད་ཟེར་ནས་ད་ངས་འདའི་ཤུགས་བརྒྱབས། ཨིན། དེ་ལས་ས་ཆ་དེ་གར་བྱུང་བ་རེད། ཡིན་ནའི་དེ་དུས་ཡིན་ནའི། ཅིག་དང་དེ་འདྲའི་སྡེ་ཁག། མང་པོ་ཅིག་ང་རང་ཚོའི་འདྲ་པོ་མ་སོང་གྲྭ་ཚང་གི་སྡེ་འདྲ་བོ། ཅིག་དངོས་གནས་དྲང་གནས་ཀྱི་ཅིག་དེ་འདྲའི་གི་དེ། བཤད་སྒྲུབ་ཀྱི་སྡེ། ཨང་ཅིག་དངོས་གནས་དྲང་གནས་དེ་འདྲའི་ཕུན་སུམ་ཚོགས་པ་ཅིག་གི་བསམ་བློ་ག་ཡི་ཡོད་མ་རེད། དེ་དགོས་ཡ་ཡི་མི་འདུག་ག་རེད་ཟེར་ན་ངས་ད་མ། དགོངས་པ་ནི་རྡོ་རྗེ་གླིང་ལ་ཡོད་རེད། ད་ག་ནང་བཞིན་གྱི་ང་རང་ཚོ་འབྲུག་པ་བཀའ་རྒྱུད་སྤྱིའི་དགོངས་པ་ནི་སྐྱག་ཟས་འདུག་ག་བ་ག་ས་ལ། དེ་འདི་ལ་ཡི་དགོན་པ་དང་མཁན་པོ་བཤད་སྒྲུབ་ཀྱི་དགོན་པ་དེ་དུས་ཡོད་རེད་ད་ག་ནང་བཞིན་གྱི་དང་དགོན་པ་ད་ལྟ་ཚེ་ཆུ་ཚེ་ཆུ་རིན་པོ་ཆེ་གྱི་དགོན་པ་ཚེ་ཆུ་དགོན་པ་ཟེར་ཡ་དེ་ཡོད་རེད་ད་ག་ནང་བཞིན་གྱི་སྒྲུབ་པ་ག་གྱུ་དགོན་པ་ད་དེ་ལ་མང་པོ་ཡོད་རེད་དེ་བྱེད་དུས་ད་དེའི་གང་དེ་དགོན་པ་ཞིག་དེད་པ་རྒྱག་དགོས་ཡ་ག་ཡི་མི་འདུག་བསམ་དགོན་པ་རྒྱག་འདོད་ཡོད་མ་རེད་ག་ཡི་བསམ་བློ་ཡོད་མ་རེད་ག་ག་ཡོད་མ་རེད།

དེ་འདྲའི་ཟེར་དུས་བཙན་པ་ཨོ་ཧོ་ད་འདི་པ་མི་གཅིག་ད་ཅག་རོང་པ་ཟེར་ན་མི་འདུག་སྟེ། ཤ་ཆོས་ལྡན་ཞེ་དྲག་མི་ངན་འདུག་བཟོ་གི་ད་ཅིག། རྐུན་མ་འདྲ་དང་ཇག་པ་འདྲ་བོ་དེ་འདྲའི་ཀླད་ཡ་ཉན་ཀ་ཡོད་རེད། མི་གཅིག་གཉིས་བསྡད་ན་ཡོང་གི་མ་རེད་མི་བསྡད་ཚེ་མང་ཙེ་ཞིག་བསྡད་དགོས་རེད་ཟེར། དེའི་དོན་ནི་ཅིག་སྲུང་སྐྱོབ་བྱེད་ཡ་དོན་དག་ལ་མི་མང་ཙེ་ཞིག་དགོས་ཀི་རེད། དེ་ནི་མི་མང་པོ་སྒུག་རེ་ཟེར་དུས་ད་མི་ག་ཚད་སྒུག་རེ་ཟེར་ད་མི་ཆུང་ཉུང་དག་ལ་ཉི་ཤུ་ཚོ་སུམ་ཅུ་ཚོ་གཅིག་མེད་པས་འགྲིག་གི་མ་རེད་ཟེར་དུས་བ་ད་དེ་ནི་འོ་ན་དེ་ནི་གཙུག་ལག་ཁང་ཟེར་ན་མི་འདུག་ཆོ་ག་བཏང་ས་དེ་ཏོག་ཙེ་ཕྱེད་ཙེ་ཅིག་སྒུག་མ་རེད་བས་བེ་རུ་མི་ཆེ་ང་ཚོ་བཀའ་མོལ་འདི་འདྲ་བྱུང་བ་རེད་ད་མི་ཉི་ཤུ་ཚོ་ཅིག་ཤོང་ས་ཅིག་སྒུག་མ་རེད་བས་དེ་བྱེད་རུ་བྱེད་རུ་ཕྱིན་ད་ག་ད་སྐད་ཆ

རིན་པོ་ཆེ་གི་སྐྱབས་རྗེ་རིན་པོ་ཆེ་གི་སྐུ་དེ་སྐུ་འདྲ་གཅིག་ཡིན་གཅིག་བརྗིད་ཞང་གོག་འདུག་ཟེར། ད་སྐུ་འདྲ་སྙིང་རྗེ་བོ་གཅིག་མ་བྱུང་བ་རེད། མ་གཞི་མདོག་གི་སྐུ་འདྲ་དེ་ལ་ཞང་འདུག་ཨ། དུག་སེལ་རིན་པོ་ཆེ་གི་སྐུ་ཟིན་དུག་སེལ་རིན་པོ་ཆེ་སྐུ་ཡོད་ས་དེ་ཟིན་གཅིག་གཅིག་དེ་རང་བཤད་བསྡད་ཀྱི་འདུག་ཨ་དེ་རེད་སྐྱབས་རྗེ་དུག་སེལ་རིན་པོ་ཆེ་ཞིང་ཞག་སྐུ་ཐོག་གོང་མ་དེ་གི་ཨ་ནི་སྐུ་རེད་ད་དེ་པའི་དྲན་ཐེངས་ཀྱི་ཚུལ་དུ་དེ་དང་པོ་ལུང་བསྟན་གནང་མཁན་ཁོང་རང་སོང་ཙང་དེ་བྱས་པ་རེད་ད་དེ་དེ་འདྲའི་བྱས་ནས་དེ་ནི་ང་ཚོ་དེ་ལ་ཞང་པ་རེད་བ། ཞང་ནི་ད་ད་ལྟ་འདི་འདྲའི་བྱུང་བར་ད་འོ་བ་མེད་དེ་ཆེན་པོ་ཞུ་བ་ཅིག་བྱང་ད་དེ་ཚུལ་སླེབས་མ་ཐུབ་པ་རེད་དེ་ད་ལྟ་བོད་ལ་བྱ་བཞག་ཡོད་རེད་དེ་བོད་ལ་ཡང་ང་རང་ཚོའི་ནང་བཞིན་ལ་ཡང་ཡོད་རེད་ད་ད་ལྟ་ནང་ནང་བཞིན་ལ་བྱ་བཞག་ནི་མ་དེ་ཚུལ་སླེབས་མ་ཐུབ་པ་རེད་སྨན་ལུགས་ནས་འགྲིག་གི་འདུག་ཁྱད་པར་མི་འདུག་བོད་སྐད་ཆ་ཆོས་པ་དེ་ནི་བེད་མི་སྲིད་གི་ཡག་པོ་བྱེད་གི་ཡོད་རེད་མི་དེ་ནི་རྦད་དེ་འབུམ་ཕྲག་མང་པོས་སྐོར་ར་རྒྱབ་ཆགས་ཚེ་དེ་ནས་དེའི་སྐུ་མདུན་ལ་དཔལ་མཆོད་པ་ཕུལ། དེ་འདྲ་བྱས་ནས་བསྡད་ཡོད་རེད། འདིར་འདི་གའི་བཞུགས་པ་ལས་འདི་ལ་བཞུགས་པ་ལས་འགྲོ་དོན་ཆེ་བཞིན་པ་ཡག་པོ་ཞིག་པོ་བྱུང་ཡོད་རེད་བྱས་ཙང་ཕ་གའི་བཞུགས་ཡོད་རེད། དེ་འདི་འདྲ་བྱས་ནས་འདི་ཕ་གའི་བཞག་བཞག་ཡོད་རེད་ད་འདི་ལ་ངས་སྡོད་ཐུབ་ཚེ་ཆེ་ཆུང་ཆུང་ཅིག་བཞག། དེ་གཙོ་བོ་ཆེ་ཤོས་དེ་ད་ང་རང་ཚོ་འདི་ནང་འདི་ལ་སྒྲུབ་པ་ཉམས་ལེན་བྱེད་མཁན་ཅིག་དང། ཐོས་བསམ་བྱེད་མཁན་ཅིག་དང། ཨ་འཇིགས་མེད་སུ་དང་སུ་མི་མང་ཉུང་ག་ཚད་ཡོད་ན་ཚང་མ་སྐྱིད་པོ་ཅིག་བདེ་སྐྱིད་འཛོམས་པ་ཞིག་ད་ལྟ་ངའི་གླུའི་ནང་ལ་ཡོད་པ་ནང་བཞིན་རེད་ཚེ་འདི་ལ་བདེ་སྐྱིད་འཛོམས་པ། ཕྱི་མ་ལ་ཡེ་ནས་ཅིག་དངོས་གནས་དྲང་གནས་ཀྱི་སངས་རྒྱས་བསྟན་པ་སེམས་ཅན་གྱི་བདེ་སྐྱིད་ང་རང་ཚོ་ཚང་མ་ཤི་ནི་ཤི་དགོས་རེད་རེད་བ། ལབ་ན་འདྲ་མ་ལབ་འདྲ་འདྲ་ཤི་དགོས་རེད་ང་རང་ཚོ་ཚང་མ་སྔ་ཕྱི་མ་ལྟོས་པའི་ཤི་དགོས་རེད་ཤི་དུས་ཙམ་པ་ཨ་ནི་ཅིག་ཆོས་བྱེད་ཡ་ཅིག་ཆོས་གྲ་ཅིག་བྱས་ནི་ལག་པ་ལ་བལྟས་ཚེ་ཁུ་ཡ་ཡོད་ན་ཡག་པོ་འདུག་བ།

བྱེད་དུས་བརྩམས་པ་བདེ་སྐྱིད་ཕུན་སུམ་ཚོགས་པ་འཛོམས་པ་ཞིག་ད་ང་རང་ཚོ་འདི་ལ་བྱུང་བ་རེད་ད་འདི་བར་དུ་རེད་བ། ད་ད་ལོ་འོད་ཟེར་སྟག་ར་གྲོང་པ་རེད་མི་ཤེས་གཞན་ང་རང་ཚོ་འདི་ལ་ན་གཞི་ཚ་གསུམ་འདྲ་བོ། བེ་རུ་མི་བཞི་ཐུགས་རྗེ་བཀའ་དྲིན་ལྷ་བླ་མ། ཆོས་སྐྱོང་སྲུང་མ་ཐུགས་རྗེ་བཀའ་དྲིན་གྱིས་ཨ་ནི་ད་འདི་བར་དུ་ཆུང་ནས་མ་བྱུང་བ་རེད། བན་དངོས་གནས་དྲང་ནས་དགོན་པ་གཞན་དག་ལ་ཅིག་ལྟ་ད་ང་རང་ཚོ་གཞན་དག་དང་འདྲེ་ལ་ལྟ་སྐྱོ་ལ་བལྟས་ན་ང་ཚོ་འདི་ལ་ག་ག་ཡི་དངོས་གནས་དྲང་གནས་ཀྱི་དཔེ་མི་སྲིད་གི་ད་བདེ་བ་ཅན་གྱི་ཞིང་ཁམས་ངོ་མ་རེད་ཟེར་ན་ཕལ་ཆེར་ཕལ་ཆེར་འགྲིག་ཡ་འདྲ་བོ་ཧམ་པ་བཤད་ན་དེ་འདྲའི་འགྲོ་བ་འདྲེ་ཡང་འགྲོ་བ་དེ་འདྲའི་འདུ་བ་བྱེད་དུས་དེ་ད་རིང་གི་ལོ་སར་དེ་ལ་ཡང་ད་ཅིག་གི་ལོ་སར་པ་སོང་ཙང་ང་རང་ཚོ་ཚང་མས་ད་ཡང་སྐད་རགས་འགྲོ་མ་སོང་ན་ཏོག་ཙེ་ཞིག་ནི་ཡོད་ན་ད་ཚུར་བདམས་ཡག་གི་བསམ་བློ་བཏང་ཡ་ད་ད་རིང་གི་ཚེས་པ་གཅིག་གི་ཉིན་མོ་དེ་ལ་ཡང་ད་ང་རང་ཚོ་ཡིན་ད་ད་ཡང་ད་ད་དཔེ་ན་རེ་བ་ད་གར་སེ་བོར་ད་ད་བྱི་བའི་ལོ་ལ་རེད་བ་བྱི་བའི་ལོ་ཟེར་དུས་བྱི་ལོ་ད་ལོ་སྔ་མ་ད་ཁ་ས་ཁ་ས་བར་དུ་གི་དེ་བྱི་བའི་ལོ་རེད་བ་ད་ད་རིང་ནས་གླང་ལོ་རེད་གླང་ལོ་འགོ་བཙུགས་རེད་བ་ད་བྱི་བའི་ལོ་དེ་ལ་ལོ་ཡི་བྱི་བའི་ལོ་ཡི་རིན་གང་དེ་ལ་ངས་ག་རེ་ག་རེ་ད་སོ་སོའི་སྒེར་གི་བསམ་དོན་ངས་གི་བསམ་བློའི་ནང་ནོར་འཁྲུལ་ག་རེ་བྱས་འདུག་ངས་གི་བསམ་བློའི་ནང་དེ་ལ་ག་རེ་ཟེར་བ་རེད་སྡུག་ཅག་རེད་བ་ནོར་འཁྲུལ་སྒྲུབ་ག་རེ་བཏང་འདུག་ངས་ལུས་ཀྱི་བྱ་བ་ག་རེ་སྡུག་ཅག་བྱས་འདུག་རེད་པ། ཨ་ནི་ངག་གིས་ཅིག་མི་ལ་ཅིག་སྐུར་འདེབས་བྱེད་ཡག་འདྲ་བོ། ཚིག་རྩུབ་བཤད་ཡག་འདྲ་བོ། རྒྱག་རེས་རྒྱག་ཡག་འདྲ་བོ་དེ་འདྲའི་ག་རེ་བྱས་འདུག་ད་དེ་བས་ལུས་ངག་ཡིད་གསུམ་དེ་སོ་སོས་ད་ལག་པ་ལ་ཡོར་བ། དེའི་བསམ་བློ་བཏང་ནས་ཨུམ། ངས་བྱི་བའི་ལོ་དེ་ལ་དེ་འདྲའི་ཞིག་བྱས་ཤག་ཁྲིག་ཁྲིག་ཞིག་མ་གཏོགས་བྱུང་མི་འདུག་ཨ་འུ་ཚི་བྱུང་ཤག་ཡིན་ནའི། དེ་གར་སོར་ད་དེ་ཙམ་གྱི་གོ་རང་ངོ་སོ་ཐོན་པ་འདྲ་ཞིག་བྱུང་མི་འདུག་ད་ལོ་གླང་ལོའི་ལོ་དེ་ལ། ཨེ་གཞན་དང་མི་འདྲ་བ་ཞིག་ད་བྱེད་ཀྱི་ཡིན་ད། དངོས་གནས་དྲང་གནས་ཀྱི་ཁ་འདོན་དགེ་སྦྱོར་ཡིན་ན་འདྲ། དེ་ག་ན་བཞིན་གྱི་དྲ་འཕྲུལ་འཁོར་རྩ་རླུང་དེ་འདྲས་ཀྱི་ཉམས་ལེན་ཡིན་ན་ཡང་འདྲ། ཨ་ནི་གཅིག་ད་དེ་དལ་འབྱོར་རྙེད་དཀའ་ཆེ་བ་མི་དང་ལས་རྒྱུ་འབྲས་ལ་སོགས་པའི་དོན་གཅིག་འདི་འདྲས་ཀྱི་ད་སྒོམ་ཉམས་ལེན་གང་དང་གང་ཡིན་ན་འདྲ། གཅིག་དེ་ནི་དཔེ་ལུས་ངག་ལུས་ངག་ཡིད་གསུམ་དུ་བདག་པོ་རྒྱ་ཡལ་ལ་སོགས་པ་ག་འདྲས་ཀྱི་ཡིན་ན་ད། པའི་གླང་ལོའི་ལོ་དེར་མ་འདྲ་ཞིག་བྱེད་གོ་ཨ། བྱིས་བློ་དང་མ་འདྲ་ཞིག་གིས་གླང་ལོའི་ལོ་དེར་ངས་བལྟས་ཨ། བྱེད་ཀྱི་ཡིན་ད་ཟེར་གྱི་དམ་བཅའ་དེ་ད་ད་རིང་ཉིན་མོ་དེ་ལ་བྱང་གོ་ཨེ་དེ་གལ་ཆེན་པོ་རེད་ད་རིང་གི་ཉིན་མོ་དེ་ལ་རེད་བ། ད་ད་རིང་དེའི་བར་དུ་ངས་ད་ཡག་པོ་བྱས་ཤག་ཡེ་ཁ་ཧུ་ད་བ་ད་བྱས་པ་ཡིན་ཡིན་ནས་ད་རུང་ད་ཟེར་བྱུང་མི་འདུག་ད། ད་ནས་སེམས་ཏེ་ངས་ད་ཧུ་ད་བར་ད་ཅིག་བྱས་ནས་ད་ལོའི་གླང་ལོ་ནས་བྱས་པས་ཀྱི་ད་བས་མ་འོངས་པ་ལ་དེ་ཡག་པོ་ཅིག་བྱེད་གོ་སེམས་ཡག་གི་དམ་བཅའ་དེ

རེད་བ། འགྲོ་བའི་མགོན་པོ་གཙང་པ་རྒྱ་རས་ཀྱི་གསུང་བ་ནང་བཞིན་རེད་རྟེན་འབྲེལ་ཟེར་མཁན་དེ་དག་ཅིག་བདེ་ལེགས་ཟེར་ཡག་དང་ཅིག་དེ་འདྲས་ཀྱི་ཕུན་ཚོགས་རིགས་དེ་དག་སོ་སོས་སྦྱར་དགོས་རེད་གསུང་འདུག་བ། སོ་སོས་བཟོ་དགོས་རེད་མི་བཞིན་ཕུན་ཚོགས་ཅིག་དེ་ནི་མ་ཆར་པ་བབ་པ་འགྲོ་བ་ཅིག་ཕུན་སུམ་ཚོགས་ནི་ཡོང་ཡག་ཅིག་དང། བཀྲ་ཤིས་རྒྱུ་ཅིག་དང་བདེ་ལེགས་རྒྱུ་ཅིག་གོ་རྟེན་འབྲེལ་བཟང་པོ་རེད་ཟེར་ཡག་ཅིག་དང་རྟེན་འབྲེལ་ངན་པ་ཟེར་ཡག་དེ་ཕྱི་ལོགས་ནས་ཚུར་ཡོང་ཡག་ཡོད་མ་རེད་སོ་སོས་བཟོ་དགོས་རེད་གསུང་འདུག་བ། དེ་ག་ནང་བཞིན་རེད་ང་ཚོ་ཡིན་ནའི། ད་ཅིག་སེམས་པའི་ནང་ལ་ཅིག་ད་སྔ་མ་དེ་ལ་དེ་འདྲ་རང་བྱུང་མེད་པ་ཡིན་ན་དེ་ཚོ་ལ་ཡང་ལེགས་བཅོས་བྱས་ནས་ད་ཕྱིས་འབྱུང་ཨེ་ཡག་པོ་རེད། སེམས་ཅན་ལ་བདེ་སྐྱིད་ཕུན་སུམ་ཚོགས་པ་ཅིག་ད་སངས་རྒྱས་ཀྱི་སངས་རྒྱས་ཀྱི་བསྟན་པ་ལ་ཕན་ཐོགས་ཡ། བསྟན་པ་སྤྱི་ལ་ཕན་ཐོགས་ཡ་གི་སེམས་པ་རྒྱ་ཆེན་པོ་ཞིག་མེད་ནས་ང་རང་ཚོའི་བསྟན་པ། ད་ཅིག་རང་རང་སོ་སོའི་ཆོས་སྒོ་གང་དུ་ཞུགས་པ་དེའི་བསྟན་པ་དེ་ལ་ད་ཞབས་ཏོག་གང་ཐུབ་ཐུབ་ཀྱི་འགྲུབ་པ་ཅིག་བྱུང་ན་བསམ་པའི་སྨོན་ལམ་གྱིས་རྒྱབ་ཐུབ་ན་གཅིག་ལ་ཞབས་ཏོག་བསྒྲུབས་ན་ཚང་མ་ལ། ལས་ཀྱི་རང་བཞིན་གྱིས་ནི་ཚང་མ་ལ་ཡང་ཞབས་ཏོག་འགྲུབ་འགྲོ་གི་ཡོད་རེད། དེ་འདྲ་ཡིན། དེ་འདྲ་ཡིན་པའི་ཆ་ནས། འོ་ད། ཅིག། ད་སོ་སོ་ལ་སོ་སོའི་སེམས་ཀྱི་ནང་ལ་ཡང་སོ་སོའི་ཅིག། ཡང་ཡར་རྒྱས་བཏང་ཡག་གི་ད་ཡར་འགྲོ་མར་འགྲོའི་ས་མཚམས་འདྲ་བོ་དེ་ད་རིང་དེ་གས་དེ་ཡོད་རེད་ཚེས་པ་གཅིག་དེ། བྱས་ཙང་ཚང་མ་ལོག་ལ་ངས། སློབ་སྟོན་ཟེར་ན་ད་ལྟ་ཉི་མ་རྟག་པར་སློབ་སྟོན་བྱེད་ཀྱི་ཡོད་རེད་ད་དེ་འདྲ་བཤད་དགོས་ཡ་མི་འདུག་དེ་ད་རིང་ཚེས་པ་གཅིག་སོང་ཙང་ཡང་དམིགས་བསལ་གྱིས་ད་རིང་ཚེས་པ་གཅིག་ནས་བྱས་པའི་གི་ད་ད་རིང་ཟླ་བ་དང་པོའི་ཚེས་པ་གཅིག་རེད་བ། འོ་བྱས་ཙང་དེ་ནི་ད་ལོ་གཅིག་ལ་ཡ་ཟླ་བ་བཅུ་གཉིས་ཡོད་པའི་ནང་ནས་ཟླ་བ་དང་པོའི་ཚེས་པ་གཅིག་གི་ཉིན་མོ་དེ་ལ་ད་ད་ད་ང་ཚོའི་དགའ་སྟོན་དཔེ་བཀྲ་ཤིས་བདེ་ལེགས་ཕུན་སུམ་ཚོགས་པ་བྱུང་བ་རེད། དེ་དེ་དེ་བྱས་མི་དེ་དངོས་གནས་ཡང་ནས་ཡང་དུ་བྱས་ཡག་གི་སྨོན་ལམ་རྒྱག་དགོས་རེད་ང་རང་ཚོས་དགའ་སྟོན་ལོས་བྱས་ང་རང་ཚོ་སྐྱིད་པོ་ཡོད་པའི་སྐབས་ལ་དགའ་སྟོན་བྱས་མ་ཐུབ་ན་དེ་ད་དགའ་སྟོན་ག་དུས་བྱ་དགོས་རེད་བ་ང་རང་ཚོ་སྐྱིད་པོ་བྱས་བདེ་སྐྱིད་ཕུན་སུམ་ཚོགས་པ་ཡོད་པའི་སྐབས་ལ་དགའ་སྟོན་བྱས་ནས་དེ་དེ་ང་རང་ཚོ་གི་ནང་ལ་ཡང་རེད་ཨང་ཅིག་གིས་ང་རང་ཚོ་ལ་དགའ་མོས་བྱེད་ཉན་གི་ད་ད་རིང་ག་ས Zoom རེད་ད་ག་ནང་བཞིན་གི་ད་ཅིག་གི Live ནང་ནས་དེ་ལྟ་ལྟོ་ལྟ་གིན་ལྟ་ངན་ཚགས་ལྟོ་ལྟ་བསྡད་ཡོད་རེད་ཆོས་ལུགས་རིས་སུ་མ་ཆད་པའི་གྲྭ་པ། ཆོས་ལུགས་རིས་སུ་མ་ཆད་པའི་མཁན་པོ། ཆོས་ལུགས་རིས་སུ་མ་ཆད་པའི་བླ་མ། སྤྲུལ་པའི་སྐུ། མང་པོ་གཅིག་གིས་ཁ་ཤས་ཀྱི་ངོས་ནས་བལྟ། དགའ་བསུ་བྱེད་ཁ་ཤས་ཀྱིས་ལྐོག་ནས་བལྟས། འོ་དེ་འདྲའི་བྱས་ནས་གང་ལྟར་ངོས་ལྐོག་འདྲ་མི་འདྲའི་ཐོག་ནས་གང་ལྟར་ལྟ་ངན་སྐྱག་རྫས་གཅིག་གིས་བལྟ་བསྡད་ཡོད་རེད། ཡིན་དེ་ཚོ་ཚང་མ་ལ་ཡེ་ནས་ཐུགས་དགྱེས་པའི་མཆོད་སྤྲིན་རེད་རེད་བ། སུས་བལྟས་པ་ཡིན་ན་དེ་ལ་ཐུགས་དགྱེས་པའི་མཆོད་སྤྲིན་རེ་ང་ཚོས་ཕུལ་དང་ཕུལ། རེད་བ། ཐུགས་དགྱེས་པའི་མཆོད་སྤྲིན་ག་རེ་ཕུལ་དགོས་ན་ང་ཚོས་ཕུལ་དགོས་རེད། ཡིན་དེ་ཚོ་ཚང་མ་བྱུང་བ་རེད། དེ་ནི་དེའི་ཐོག་དེ་ལ་ང་རང་ཚོས་དེ་དེ་ག་ཟེ་སྟབས་ལེགས་སྟེས་དབང་གི་བྱུང་ཕྱོགས་ཅིག་མ་རེད་བ། ཅིག་ཅིག་སུ་གཅིག་གིས་མ་བྱས་པ་ལ་དེ་ག་ཟེ་འབུར་ཡོང་ཀྱང་འགྲོ་བ་ཅིག་ཅིག་ག་དེ་ག་ཟེ་རྒྱུ་དང་རྐྱེན་ག་ཡེ་མེད་པས་འབུར་ཡོང་བ་ཅིག་མ་རེད་ད་ཟེ་བ་ནང་བཞིན་རེད། རྒྱུ་རྐྱེན་མང་པོ་ཅིག་གི་ཐོག་ནས་ཨ་མི་ད་པ་བྱུང་བ་རེད་ལྷག་པར་དུ་དེ་ཅིག་དང་བྱེད་སྟངས་ཀྱི་སྟངས་འདི་ལ་དཔེར་ན་གློག་གི་ལས་ཀ་བྱེད་མཁན་རེད།

ཁྱེད་རང་ཚོ་མཆེད་གྲོགས་དུ་སུ་ལབ་བཤད་ན་དེ་ནི་མི་ཤེས་ངན་གྱི་མི་ཤེས་ངན་སུ་གཅིག་མེད་པ་རེད་ང་རང་ཚོའི་ནང་ལ་དོན་ཆོག་ཆོག་ཡོད་རེད་འུ་ཟེར་ང་ཡིན་ཟེར་བྱས་ཏེ་དོན་ཆོག་ཆོག་ཡོད་རེད་འདི་བསམ་གྱིས་མི་ཁྱབ་པའི་ཕུན་སུམ་ཚོགས་པ་ཞེ་དྲག་ཅིག་རེད་བྱས་ཙང་ང་རང་ཚོ་ཚང་མ་གཅིག་དང་གཅིག་ལ་མ་གཞི་ཐུགས་གཞི་ཆེ་ཟེར་དགོས་ཡ་རེད་ལ་དེ་ངས་ཐུགས་གཞི་ཆེ་ཟེར་ཡ་གཅིག་པོ་དེ་དོན་དག་ག་ཡི་མི་འདུག་བ་ངས་ཁ་ཁ་ཡག་པོ་ཅིག་བཤད་བཤད་རྒྱོགས་ཅིག་རེད་ཁྱེད་རང་ཚོ་ལ་ངས་མགོ་སྐོར་བཏང་བཤད་རྒྱུ་བཟོ་སྒྲུབ་ཐུགས་གཞི་བྱེད་སྲིད་ལབ་པའི་དོན་དག་སུ་མི་འདུག་རང་རང་སོ་སོ་གི་བསམ་བློ་དང་ཨུམ། ཡག་པོ་བྱུང་སོང་ངས་ཡག་པོ་བྱས་ཡོད་ཡག་པོ་རེད་བསམ་པའི། ཅིག་གིས་སོ་སོ་སོ་སོ་ལ་ཡེ་ནས་ཨ་ནི་ཅིག་གིས་དགའ་བ་སྒོམ། སྤྲོ་བ་བསྐྱེད། བླ་མའི་ཞབས་ཏོག་འགྲུབ་ཡོད་རེད་བ། སངས་རྒྱས་ཀྱི་བསྟན་པ་ལ་ངས་ལོག་གསོལ་ནས་ཞབས་ཏོག་བྱས་པ་ཡིན། སངས་རྒྱས་ཀྱི་བསྟན་པ་ལ་ངས་མཚོན་བཏང་ནས་ཞབས་ཏོག་ཞུས་པ་ཡིན་རེད་བ། མཚོན་བཏང་ནས་འདི་བ་མཚོན་བཏང་ནས་ཞབས་ཞབས་ཏོག་ཞུས་པ་ཡིན་ཞབས་ཏོག་འགྲུབ་ཀྱི་ཡོད་རེད་བ། དེ་ག་ན་ཤིང་གེ་སངས་རྒྱས་ཀྱི་བསྟན་པ་སེམས་ཅན་གྱི་བདེ་སྐྱིད་བླ་མའི་ཞབས་ཏོག་ངས་སྒྲུབ་ཀྱི་ཡོད་ག་འདྲས་ཅན་སྒྲུབ་ཀྱི་ཡོད་ཟེར་ན Internet བཟོས་ནས Internet གི་དེ་ནས་འདི་བ Zoom དེ་ཚོ་ངས་བཙུགས་ཀྱི་ཡོད་ང་ཚོ་ཚང་མས་བཙུགས་ཀྱི་ཡོད་ང་རང་ཚོ་སྒེར་གྱིས་བཙུགས་ཐུབ་པ་དེ་འདྲས་ཡིན་རེད་བ། དེ་ག་ན་ཤིང་གི་རེ་ད་ཅིག་གང་དང་གང་ལ་ཡིན་ནས་ང་རང་ཚོ་རང་གི་བྱེད་ཀྱི་ཡོད་པའི་སངས་རྒྱས་ཀྱི་བསྟན་པ་ལ་ཕན་པར་ཤོག་བསམ་པའི་སྨོན་ལམ་བརྒྱབ་སེམས་ཅན་གྱི་བདེ་སྐྱིད་ལ་ཕན་པར་ཤོག་བསམ་པའི་སྨོན་ལམ་བརྒྱབ། སྨོན་ལམ་དང་མཉམ་པོ་མཉམ་པོ་ལ་སོ་སོས་སོ་སོ་ལ་ཡང་གཟེངས་བསྟོད། དེ་འདྲའི་བྱས་པ་ཡིན་ན་དེ་ནི་མ་འོངས་པ་ལ་ཡིན་ན་ཡར་རྒྱས་འགྲོ་ཡག་སྟེ་དེ་འདྲའི་ཆུང་ཆུང་གཅིག་ནས་བྱས་པའི་གི་ག་ལས་ག་ལས་རྫོགས་པའི་སངས་རྒྱས་ཐོབ་ཐོབ་ཀྱི་བར་དུ་དེ་ནི་ལམ་རིམ་པ་བཞིན་དུ་ཟེར་བ་རེད་པ། རེད་པ། ག་རེ་ཟ་དེ་ན་ཡོད་པ། གར་སེ་བཟའ། འོ་དེ་རེད་ཇི་ལྟར་སྔོན་གྱི་བདེ་གཤེགས་ཀྱི་བྱང་ཆུབ་ཐུགས་ནི་སྐྱེས་པ་དང་བྱང་ཆུབ་སེམས་དཔའི་ལྷ་བག་ལ་དེ་དག་རིམ་བཞིན་གནས་པ་ལྟར་རིམ་པ་བཞིན་དུ་གནས་པ་ལྟར་དེ་བཞིན་འགྲོ་ལ་ཕན་དོན་དུ་བྱང་ཆུབ་སེམས་ནི་སྐྱེད་བགྱི་ཞིང་དེ་བཞིན་དུ་ནི་ལྷ་བག་ལའང་རིམ་པ་བཞིན་དུ་ལྷག་པར་བགྱིད་སྲིད་དོ། འོ་དེ་འདྲའི་ཅན་ནི་རིམ་པ་བཞིན་དུ་ད་ལྟ་ཆུང་ས་གཅིག་ནི་ཀློག་ཚུགས་ཡག། ཆུང་ས་གཅིག་ནས Internet བཙུགས་ཡ་དེ་ག་ནང་བཞིན་གྱི་ཅིག་དེ་བ Zoom དང་དེ་ནས་ཅིག Live དང Broadcast ཚང་མ་ང་རང་ཚོ་མི་ཕྱི་ནས་ཕྱི་ནས་མི་གཅིག་འགྲམ་ཆུ་ལྡང་མ་དགོས་པ་ང་རང་ཚོ་རང་ནས་བྱུང Proud རེད་བ་དངོས་གནས་རང་ནས་རེད་ད་འདི་བས་ངོ་སོ་ཆེན་པོ་ཞེ་དྲག་རེད་ང་རང་ཚོ་དཔེ་མི་སྲིད་གི་ཡག་པོ་རེད་བྱས་ཙང་དེ་ཚོ་ཚང་མ་ཆུང་ས་གཅིག་ནས་བྱས་པའི་མཐའ་མ་རྫོགས་པའི་སངས་རྒྱས་ཀྱི་གོ་འཕང་རིན་པོ་ཆེ་རྡོ་རྗེ་འཆང་གི་གོ་འཕང་ད་ང་ཚོ་ཐོབ་པ་བྱེད་ཀྱི་ཡིན་ད་ཟེར་ནས་དམ་བཅའ་དེ་ཆུང་ས་གཅིག་ནས་བྱས་ཏེ་རིམ་པ་བཞིན་དུ་ལབ་པར་གྱིས་ཟེར་བ། ཨ་ནི་པར་རྒྱག་མཁན་ཡིན་ནའི་རེད་པར་པ་ཚང་མ་དེ་ནི་པའི་སྔུན་ནས་ང་རང་ཚོའི་ནང་ནས་དོན་ཀུན་ཡོད་རེད་བ་ད་ལྟ་པར་པ་གཉིས་དང་གསུམ་ཡོད་རེད་བཟོད་པ་བརྩིས་པས། ཨུན། ད་རུང་པར་པ་མང་པོ་དོན་གོ་རེད་པར་པ་ཚང་མས་ཧུར་ཐག་པར་ཐག་བྱེད་ཀྱི་ཡོད་རེད་ད་རུང་ཡིན་ནའི་བྱེད་གོ་རེད། དེ་ག་ནང་བཞིན་རེད Zoom དང་དེ་ག་ནང་བཞིན་གྱི་ཅིག Live བྱེད་མཁན་དེ་ཚོ་ད་ལྟ་ང་རང་ཚོའི་བདེན་དང་བསམ་གཏན་རེད་དེ་ནི་དེ་ནི་མ་བྱས་པའི་གི་དག་དཀོན་མཆོག་དང་དེ་ཚོ་ཧུར་ཐག་འབར་ཐག་བྱེད་ཀྱི་ཡོད་རེད་ད་རུང་ཡིན་ནའི་ང་རང་ཚོ་ཚང་མས་དེ་འདྲའི་བྱེད་རྒྱུ་རེད་བྱས་ཙང་དེ་ཚོ་ཚང་མ་ལ་ངས་ད Indirectly དོ་བཞི་བྱེད་ཟེར་གྱི་ཡོད Directly ག་རེ་ཟེར་གྱི་ཡོད་ཟེར་ན་ད་རུང་ཡིན་ནའི Go Ahead རེད་བ་ངས་དེ་ནི་འབད་དེ་ད་རུང་ཡིན་ནའི་གང་དྲག་ཅི་དྲག་བྱེད་རོགས་གྱིས་ཟེར་ཡ་དེ་ང་རང་ཚོ་རང་བཞིན་གཉིས་ཀ་ལ་གཉིས་ཀ་ལ་ཕན་ཐོགས་ཡག་གི་བསམ་གྱི་མི་བྱེད་པ་རེད། དེ་ག་ནང་བཞིན་རེད་དེ་ནི་ཡང་ཅིག་ཀློག་དང་ཅིག་དེ་འདྲས་ཀྱི་ཕྱི་ལོག་གི་ཚོན་བཏང་ཡ་དང་དེ་འདྲས་ཀྱི་ད་ཅིག་ཚོན་མ་བཏབ་ཡ་ཐ་ན་ཕ་ན་ཅིག་ཚོན་མ་ཞིག་ཡན་ཆོད་ཡིན་ནའི་ང་རང་ཚོས་བཏབ་ནི་དེ་རིང་ཁ་སང་ཚོན་མ་ཅིག་ད་ལ་བུག་ཅིག་ད་རིང་ང་ཅིག་ཏུ་ཆ་ཅིག་པད་ལ་བུག་ཅིག་ད་སྦོམ་པ་ཅིག་ཏུ་རིང་པོ་ཞུགས་ས་ཡ་ཐུ་བ་རེད་བ་དེ་དེ་འདྲས་ལ་བུག་ཅིག་ད་དེ་འདྲས་མཐོང་ཡ་མ་མྱོང་རེད་བ་ད་མ་ཅིག་ཚོང་ཁང་ནང་དེ་བས་གསར་བརྗིད་མ་འདྲིས་དེ་འདྲས་ནང་ལ་འགྲོ་ན་ལ་བུག་ཆེན་པོ་རེ་རེ་གཉིས་གཉིས་མཐོང་ཡ་ཡོད་རེད་བ་མ་གཏོགས་དཀོན་པོ་རེད

ཟེར་ནས་ཁྱེད་རང་ཚོ་ཡིན་ནའི་ཨོ་མ་ཡུམ་གྱི་དེ་ནི་ཉོས་པ་རེད་ཟེར་བྱས་ནས་དགའ་ཚོར་བྱེད་ཀྱི་ཡོད་རེད་ལ་དེ་རེད་མ་ས་ཆ་མ་ཉོས་ན་ཨ་ལུ་ག་བ་བཏབ་གི་ཡིན་རེད་བ། དེ་ལ་བུ་ག་བ་བཏབ་གི་ཡིན་ལ་བུ་དེ་ག་ས་གནམ་ནང་ནས་སྐྱིད་ཀྱི་མ་རེད་བ་ཡང་ས་གོ་གི་རེད་བ། བྱེད་དུས་ཙམ་པོ་དེ་ཚོ་ཨ་མས་ཉོས་བྱས་པ་རེད་ཡག་པོ་རེད་བཀའ་དྲིན་ཆེན་པོ་རེད་ཡིན་ནའི་ཨ་མས་ཉོས་ནས་བཏབ་ངེས་མེད་ན་ཡོང་གི་མ་རེད་བ། བཏབ་ན་ཡང་དེ་ལ་ཡང་ཞབས་ཕྱི་ཞུ་ངེས་མེད་ན་ཡོང་གི་མ་རེད་བ། བྱེད་དུས་ང་རང་ཚོ་ཚང་མ་ཕ་རུབ་བུ་རུབ་བྱས་ནས་རྟེན་འབྲེལ་ཟེར་མཁན་དེ་འཚོགས་ཡོང་དུས་དེ་ནི་ང་ཚོ་དེ་ནི་ད། བཟང་ངན་ང་ཚོ་ཡོད་རེད་ང་གཙོ་བོ་བྱས་པ་རེད་བ། དེ་བཟང་ངན་ཅིག་དགོས་ཀྱི་རེད་མི་ཤེས་ཡང་རུལ་འགྲོ་གི་རེད་བ། རེད་བ། ཨོ་དེ་རེད། ན་ནིང་དེ་བ་ཞིག་ལ། རྨ་ཁའི་མང་པོ་ཞིབ་པོ་ཞིག་བཏབ་རུལ་སོང་ཨ། རྨ་ཁའི་བཟང་ངན་མེད་ནི་ཡིན་པ། ཨོ་དེ་འདྲ་ཡོང་གི་རེད། ང་ཚོ་བཟང་ངན་ཡོད་རེད་ཡང་དེ་བ་བཟང་ངན་རྒྱག་རྩལ་ཡོད་རེད་བྱེད་དུས་དེ་ཡག་པོ་རེད་བ་བཟང་ངན་མེད་ན་སྡུག་པོ་ཅིག་རེད་བྱེད་དུས་བཏབ་ས་ས་ཆ་ཡོད་བ། བཏབ་ངན་ཡོད་པ། དེ་ནི་སྐྱེ་རྒྱུ་ཡོད་པ་སྐྱེ་ཚར་ན་བཟང་ངན་ཡོད་པ། ཡག་པོ་འདུག་བ། ཨོ་དེ་ཕུན་སུམ་ཚོགས་པ་ཟེར་མཁན་དེའོ་དེ་འདྲ་རེད་བ། ཐ་ན་ཚོད་མ་བཏབ་ངན་ཅིག་ཡིན་ནའི་ཚང་མ་ལོ་ངོ་གནས་དྲག་ནས་གི་སྤོབས་པ་སྐྱེ་རེད་ད། རེད་བ། ད་ག་ཟེ་ཅིག་ཁ་ཤས་ཅིག་ཚོད་མ་བཏབ་ངན་དེ་ཚོ་ལ་མཐོང་ཆུང་འདྲ་པོ་བྱེད་ཡ་དང། ཡང་ཅིག་ལས་ཀ་ཁ་ཤས་ལ་མཐོང་ཆེན་པོ་བྱེད་ཡ་འདྲ་པོ་དེ་འདྲ་མ་རེད་ལས་ཀ་བྱེད་ངན་ཅིག་ཡིན་ནའི་སེམས་དེ་ཚང་མ་ལོ་ལ་མཐོང་གཅིག་པ་ཡོད་རེད། རེད་བ། ཚང་མ་ལོག་གི་ང་རང་ཚོ་མ་སོང་ན Credit དེ་ཚང་མ་ལ་ཡོད་རེད། འདི་ནང་ནས་ལས་ཀ་བྱེད་མཁན་ནང་ནས་གཅིག་མེད་ན་ང་རང་ཚོ་རྐང་པ་ཆག་ཚར་རེད་ཡང་རེད་བ། བྱེད་དུས་རྩམ་པ་ག་རེ་ཡིན་ནའི་རེད་བ་ཐབ་ཚང་ནང་གི་ཐབ་ཚང་ཅིག་བྱ་འདྲེན་བྱེད་མཁན་ཅིག་ཡིན་ནའི་འདྲ་ཐབ་ཚང་པ་ཅིག་ཡིན་ནའི་འདྲ་ཆག་སྒལ་རྒྱག་མཁན་ཅིག་ཡིན་ན་ཚོན་བཏང་མཁན་ཅིག་ཡིན་ནའི་རེད་བ། ཡ་མཐོ་ས་ཅིག་ནས་ཨོམ་རྩེ་དང་དུང་རྒྱ་གླིང་ཅིག་དང་ཆོས་ཤོམ་ཅིག་དང་ཚང་མ་ལོག་ལ་དེ་ནས་ཅིག་རང་རང་སོ་སོའི་ཚང་མ་ལ་གཅིག་གིས་གཅིག་ལ་ཡ

རེ་བ། ཚོད་མ་བཏབ་མཁན་གྱི་ཡིན་ན་དཀའ་ལས་ཞེ་བོ་རྒྱག་དགོས་དེ་གི་དཔེ་ཟིན་པོ་ཞིག་བྱེད་དགོས་ཐབ་ཚང་གནང་ཚུལ་ནི་སྐད་རྒྱམ་གཅིག་བྱེད་དགོས་རེད་དེ་ང་ཚོའི་ད་ལྟ་ཆུ་ཚོད་ཁ་ཤས་གཅིག་རྗེས་ལ་ཟ་རྒྱུ་ཡོད་རེད་དེ་གི་དཀའ་ལས་གི་བྱེད་པོ་ཞིག་བྱེད་དགོས་རེད་རེ་བ། བྱས་ཙང་ཚང་མ་ལོག་ལ་ཁོ་རང་ཚོས་དངོས་གནས་དྲང་གནས་གི་གསར་ཁ་རེ་རེ་ས་ཆ་རེ་རེ་བསྣན་ནས་ཡག་པོ་ཞེ་བོ་ཞིག་བྱེད་དགོས་རེད་ད་དེ་ང་རང་ཚོ་ཚང་མས་ད་རིང་དུས་རྒྱུན་དུ་སེམས་ལ་ཡིན་གཅིག་མིན་གཅིག་བཞག་དགོས་ཡ་དང་གཅིག་གི་གཅིག་ལ appreciation དགོས་ཡ་དང་གཅིག་གི་གཅིག་ལ་རྒྱུ་མཚན་དེའི་ཕྱིར་ན་ཨ་ནི་གཅིག་གི་གཅིག་གི་གཅིག་ལ་ཡ

མི་གཅིག་གི་དཀའ་ལས་དེ་ཡིན་ཙང་མི་དེ་ལ་ཀྱི Appreciation བྱེད་དགོས། དེའི་སྟེང་དང་ངས་ཟེར་ཡག་འགྲོ་བ་རེད། དེའི་བཏབ་ས་དེ་ལ་ཁོ་རང་གི་བཏབ་ངན་དེ་ལ Appreciation ས་དེ་ལ Appreciation དགོས་གོ་རེད། ཆུ་དེ་ལ Appreciation དགོས་གོ་རེད། དེ་དེའི་ཚུར་གཅིག་གཅེས་སྤྲས་བྱེད་ངན་དེ་ལ Appreciation ཟེར་དེ་རེད་བ། དེ་ལ་དགའ་ཚོར་དང་རྗེས་སུ་ཡི་རང་ང་རང་ཚོ་ཚང་མས་དེ་བྱས་ནས་ང་རང་ཚོ་དུས་རྒྱུན་དུ་སེམས་ཀྱི་ནང་དེ་ལ་གཅིག་ད་དགའ་ཚོར་དེ་དགོས་གོ་ཡོད་རེད། ཚོར་སྣང་ཨ་ཙི། ང་ཚོ་དེ་ཕུན་སུམ་ཚོགས་པ་ཡག་པོ་རེད་ད་སྐྱིད་པོ་རེད་ད་བཀྲ་ཤིས་བདེ་ལེགས་རེད། མཐོ་བཞི་ཆེ་ཨ་བསམ་པ་དེ་ང་རང་ཡིན་ནའི་ངོ་རང་དངོས་གནས་ཡིན་ད་ཀོན་ད་དཀོན་མཆོག་དཔང་བཙུགས་ཟེར་དགོས་མ་རེད་བས་ད་ངས་སྐད་ཆ་དྲང་པོ་བཤད་པ་ཡིན་རེད་བ་ཁྱེད་རང་ཚོ་ཚང་མ་ལ་ངས་སྙིང་ཐག་པ་ནས་མཐོ་བཞི་ཆེ་ཟེར་གི་ཡོད་རེད་བ་དུས་རྒྱུན་དུ་ཟེར་གི་ཡོད་ང་ཁ་ནས་ལབ་མ་ལབ་ཁ་ནས་མང་པོ་ཞིག་ལབ་ནས་ཆོ་མི་འདུག་བ་ད་མཐོ་བཞི་ཆེ་ཞི་བ་ཅིག་ཟེར་ཁ་དེ་ན་ཏན་ཏན་བླ་མ་འདི་ཁ་བདེ་པོ་ཞི་བ་ཅིག་འདུག་ཨ་ཅིག་གཅིག་ཞི་བ་ཅིག་བཤད་ཁོས་སེམས་ག་འདྲི་ཅི་ཡོད་གང་ཤེས་ཁ་ནས་དེ་འདྲི་ཅིག་བཤད་དེ་ངན་ཅིག་རེད་ཁོས་ཁ་འཇམ་པོ་ཅིག་རེད་བླ་མ་ཁ་འཇམ་པོ་ཅིག་རེད་ད་དེ་དེང་ནས་ག་འདྲི་ཅི་ཡོད་གང་ཤེས་ཟེར་གི་རེད་ཟེར་གི་རེད་བ་དེ་འདྲའི་ཡང་ཚེ་དཀའ་ངལ་ཁ་བདེ་བོ་ཞིག་བཞུགས་བཤད་ཡིན་འདི་བཤད་དགའ་བོ་མིན་མ་གཏོགས་དོན་དུ་བཤད་པ་ཡིན་ན་ངས་ཁྱེད་རང་ཚོ་ཚང་མ་བློ་ལ་གཅིག་དང་གཉིས་མ་རེད་ཚང་མ་བློ་ལ་ངས་དོ་ཞེས་ཟེར་གྱི་ཡོད། ག་རེ་ཟེར་ན་ང་འདྲ་བོ་ཅིག་ལ་ཆ་བཞག་པ་ཡིན་ནས་ང་འདིའི་ནང་འདི་ལ་ཅིག་བསྡད་ནས་ད་ལྟ་འདྲ་ཆགས་པོ་འདྲ་ཅིག་ཡོད་དེ་ཁྱེད་རང་ཚོ་བྱེད་ཀྱི་ཡོད་རེད་མི་ཤེས་ཁྱེད་རང་ཚོ་མེད་ན་ང་འདི་ལ་བསྡད་ནས་འདྲ་ཆགས་པོ་ཅིག་ཡོང་ཡ་ཡོད་མ་རེད་བ། བྱ་སྡེར་ལ་སྤུ་མེད་པའི་བྱ་སྡེར་གྱི་ཆོ་ཡོད་མ་རེད་བ། བྱ་དེ་ཡོད་ན་ཡང་བྱ་དེ་ལ་སྤུ་མེད་ན་ཡེ་ཤེས་ནང་བཞིན་རེད་པ། ང་ཚོ་གི་དེ་ཡེ་ཤེས་འཁྲུལ་པ་རེད་ཁོ། བྱ་དེ་སྐད། སྐད་སྙན་པོ་ཡོད་རེད་གོང་ཆེན་པོ་ཡོད་རེད་མིང་ཆེན་པོ་ཡོད་རེད་དཔེ་མི་སྲིད་རེད་དེ་ཁོ་ལ་སྤུ་མེད་དུས་གང་ཡང་མི་འདུག་ཨ། ད་བཟོ་བལྟ་ཁ་གང་ཡང་མེད་པ་ཅིག་རེད་འདུག་ཨ་མགོ་གཅིག་པོ་དེ་རྫིག་པོ་འདུག་མི་གཞན་གཞན་གཅིག་གང་ཡང་ཡོད་མ་རེད་ད། དེ་དང་གཅིག་པ་རེད་པ། བླ་མ་ཡིན་ན་ཡང། ཁྱེད་རང་ཚོ་འདྲ་པོ་གཅིག་གིས་དངོས་གནས་དྲང་གནས་ཀྱི་ཐུགས་དུང་དཔུང་དུང་བྱེད་ཆོག་ཅིག་མེད་ན་ཡོང་གི་ཡོད་མ་རེད། ཁྱེད་རང་ཚོ་ལ་ཡིན་ནས་དྲང་པོ་བཤད་ན་ང་མི་འདྲ་བོ་ཅིག་མེད་པས་འགྲིག་ཡ་ཡོད་མ་རེད་བྱེད་དུས་ཙམ་པ་ང་རང་ཚོ་ཚང་མ་ཕ་རུབ་བུ་རུབ་བྱས་པའི་གི་ད་གཅིག་གི་གཅིག་ལ་ཡ་ད་རྒྱབ་བསྙད་ནི་རེད་བ། མི་ངས་ཕ་ཁྱོད་ལ་བསྙད་ཁྱོད་ཀྱི་ང་ལ་བསྙད་རེད་བ་དེ་འདྲའི་བྱས་ནི་དེ་ནི་རིན་མ་བཅུག་པ་དེ་གཅིག་གི་གཅིག་ལ་ཡ་ད་དགའ་བོ་དང་དགའ་ཚོར་དང་དེ་འདྲ་བྱས་ནི་ཨ་ནི་བཀྲ་ཤིས་བདེ་ལེགས་ཟེར་ཡ་ད་དེ་ཡིན་ད་ང་བ་འདི་རེད་ད་ང་ཚོ་ཚང་མ་བཀྲ་ཤིས་བདེ་ལེགས་དེ་འདྲའི་སེམས་བཞག་ཨ་ནི་ཚེ་རིང་པོ་ཡོང་ཡ་ནད་མེད་པ་ཨ་ནི་ལང་ཚོ་རྒྱས་པ་ཡག་པོ་ཡོང་ཡ་དེ་འདྲའི་སྨོན་ལམ་མ་རྒྱག་དགོས་རེད་དེ་དང་མཉམ་པོ་ལ་འཕྲོད་བསྟེན་ཡག་པོ་བྱེད་དགོས་རེད་ད་འཕྲོད་བསྟེན་ཡག་པོ་བྱེད་དགོས་རེད་སྨོན་ལམ་རྒྱབ་པ་དེ་གི་གཅིག་པུ་ཅེ་ཁ་ལི་ཁ་མི་ཟ་དགུ་ཟ་ཟ་དེ་ནི་མི་བྱེད་དགུ་བྱེད་བྱེད་འདི་སྨོན་ལམ་རྒྱག་གི་ཡོད་ཟེར་བྱས་ན་འགྲིག་ཡ་ཡོད་མ་རེད་ཁ་ལག་ཡིན་ན་ཡང་མ་ཟ་ཟ་རྒྱུ་འདི་འདྲའི་ཞིག་ཟ་དགོས་རེད་འཐུང་རྒྱུ་འདི་འདྲའི་ཞིག་འཐུང་དགོས་རེད་འདི་འདྲའི་འཐུང་རྒྱུ་ཡོད་མ་རེད་འདི་ཟ་རྒྱུ་ཡོད་མ་རེད་ཟེར་ཡ་ཨན་ཅིག་ཅིག་ཕ་ཚོ་ད་རིང་ཁ་སང་ཅིག་ནས་ནད་ཡམས་མགོན་འགྲོ་ཡ་དེ་ཚོ་ལ་གཟབ་གཟབ་བྱས་ནས་ཅིག Social Distancing ཟེར་ཡ་དེ་ཚོ་བྱེད་ཡ་དང་དེ་ནས་ཅིག་ལག་པ་དེ་ཚོ་མི་ཐུ་བ་དང་ལག་པ་འཁྲུ་རྒྱུ་དང་ཁ་ལ་རས་བཀབ་ཡ་དེ་ཚོ་གྲས་ཡག་པོ་བྱས་ནས་ད་འདི་ད་ཅི་དྲག་གང་དྲག་བྱེད་དགོ་ཨ་བསམ་པ་དེ་སྤྱི་མཚུངས་ཀྱི་ལྷག་བསམ་རྣམ་དག་དེ་སེམས་ལ་བཞག་དགོ་ཡ་དེ་གལ་ཆེན་པོ་ཞེ་དྲག་རེད་འདུག་ད་ལོའི་ད་ལོ་དེ་ལ་ཞབས་འདྲེན་མ་ཤོར་བ་ཅིག་བྱེད་དགོ་བསམ་པ་ཅིག་བྱེད་དགོ་རེད་ད་ད་དེ་ལོ་ནད་ཡམས་འདི་ག་བ་ག་ཚ་ལ་འདུག་བ

ན་ཚ་དེ་གཟབ་གཟབ་བྱེད་དགོས་དེ་གལ་ཆེན་པོ་ང་རང་ཚོ་ཚང་མའི་གཟུགས་ཁམས་ལ་ཡག་པོ་ཡོང་བའི་སྨོན་ལམ་བཀྲ་ཤིས་བདེ་ལེགས་དང་བཅས་པ་ལ་ཡིན་པ་ལ་མཉམ་པོ་ལ་ལག་ལེན་ཡང་ཁྱད་པར་ཁྱད་པར་བ་ཅིག་བསྟར་དགོས་ཡ་དེ་གལ་ཆེན་པོ་རེད་ཤག་ཐུགས་རྗེ་ཆེ། སེམས་ཅག་སྤྲོ་པོ་གནང་རོགས་གནང།